དགོན་སྡེ་ཁག་ཁྲི་ལ་མ་ལྟེ་བ་བྱས། ད་ལྟའི་བོད་ཀྱི་ཆོས་དང། རིག་གཞུང། བོད་རྒྱལ་ཁབ་ཀྱི་རྩ་དོན་དེ་འཕྲོ་བརླག་བཏང་ཡང་ཆེད་དུ་གོ་ས་ཨ་རི་ནས་འཕྲོ་སོང་བཏང་ངེས་སུ་ཡིན་ན་མེད་ན་ཧ་གོ་མ་སོ་ཡིན་ནས་རྡ་རམ་ས་ལ་བ་ཏོ་ལས་ཨ་འདི་གང་ལ་ལས་དེ་ཨ་རི་གྱི་མི་སེའི་ཐོག་ནས་ལས་རོ། ཨ་རི་མི་སེ་ཡིན་པ་ཡིན་ན་ད་རྡ་རམ་ས་ལ་ལས་དུས་ཙམ་པ་ལ་ཡ་མེད་ན་ཨ་ཅིག་ཏུ་རིས་ཀྱི་བི་ཛ་ཐོག་ནས་ལས་གོ་གོ་རེད་ཡ་མེད་ན་ཨ། ནང་མི་དང་དཔོན་རྒྱག་དེ་ཚོ་དུ་བས་ཡིན་ལ་ནི་དེ་འདྲའི་གི་དོན་ལས་གོ་གོ་རེད། དེ་ཚོ་གཉིས་ཀྱི་བི་ཟའོ་ཐོ་ནས་སླེབས་པ་ཡིན་ན། རྒྱ་གར་གཞུང་གི་ཁྲིམས་ཐོག་ནས་ཆབ་སྲིད་ཀྱི་ཐོག་ནས་ལས་འགུལ་དེ་འདྲའི་སྤེལ་ཡ་དེ་འདྲའི་ཡོད་མ་རེད་ཟེར་བ་དང་རང་གི་ཐོག་ནས་ད་ལྟ་རྒྱ་གར་གཞུང་ལ་རྩིས་སྤྲད་དགོས་ཡ་གི་སྐད་ཆ་ཞིག་ཆགས་ཀྱི་འདུག་ཤོད་ཡ་འདི་ཧ་ལས་པའི་གལ་ཆེན་པོ་རེད་ར་བ། གཉིས་པ་དེ་ལ། ཐ་ན་གུང་ཁྲན་ཤ་ར་མི་དམངས་ཀྱི་པོར་ཏོ་བྱང་ཨན་བསྟན་འཛིན་ལ་སོགས་པའི་དགེ་བཤེས་ཀ་ལ་མོ་གི་པོར་ཏོ་གཞོན་པ་དེ་ཚོ་ཁོ་ཚོའི་གི་ཡི་གེ་འདྲ་བོ་ཅིག་བཀྲམ་སྟེ་ཤང་ཟེར་བ་ཨ་ཡི་གེ་བཀྲམ་རྒྱུ་ནང་ལོགས་ལ་གད་སྙིགས་མང་པོ་ཅིག་ཡོད་པ་ཨ་འདིའི་ནང་ལོགས་ནས་གད་སྙིགས་ནང་ལོགས་ནས་གད་སྙིགས་ཚོར་ཤོས་ཅིག་ཁོ་ཚོའི་གི་རང་ཚོའི་གི་བོད་མི་དམངས་སྤྱི་འཐུས་ཨ་ནི། རང་བཙན་ཚོགས་ཆེན་ལ་ཕན་ཉེས་ཀྱི་སྤྱི་འཐུས་རྣམ་པ་ཁྲིམས་ལ་འགལ་གྱི་ལས་བྱེད་པ་ད་དེ་གཅིག་སྐད་ཆ་ཚབ་དྲོ་བྱེད་ཚབ་ཚ་བོ་དྲོ་བྱེད་ཀྱི་བཤད་ནས་ཁོ་རང་ཚོ་ད་ཤི་ག་ལ་མི་ལ་ཤི་ཇི་ཡིན་དོག་དོག་བྱེད་ནས་བསྡད་ཤག་གཞོན་པ་ང་སྤྱི་འཐུས་རྣམ་པ་ཁྲིམས་ལ་སྐྱེ་དགོས་ཡས་ལ་དང་པོ་ནས་རྒྱུ་མཚན་གཅིག་དགོས་རེད་རྒྱུ་མཚན་ཡོད་མ་རེད་ཁོ་ཚོ་ལ་རོ་རང་བཙན་འཐབ་རྩོད་བྱེད་ཡས་དེ་མི་གཅིག་གི་འཛམ་བུ་གླིང་གི་མི་གཅིག་གིས་སོ་སོའི་གི། འགྲོ་བ་མིག་གི་ཐོབ་ཐང་དེ་ཆགས་དེ་གོ་རེ་ཁར་ཕྱིན་སླ་བ་ཡིན་ན། རང་བཙན་ལ་ཡི་དེ་ཡོད་པ་ཡིན་ན། ཨ་མི་རི་ཡི་རྒྱལ་ཁབ་དེ་གི། མི་སེར་གི་ཐོབ་ཐང་ལ་ཡི་དེ་ཤི་ནས་རག་འགྲོ་གོ་རེ་ར། མི་སེར་ཐོབ་ཐང་ལ་ཡི་དེ་འགྲོ་བ་མིག་གི་ཐོབ་ཐང་ནང་ལོག་ནས་ཐོབ་ཐང་གལ་ཆེ་ཤོས་གཅིག་ཆགས་གོ་རེ་ར། མི་སེར་གི་ཐོབ་ཐང་ནང་ལོག་ལ་ཨ་མི་ཉམས་དོ་ཡིན་གཅིག་མིན་གཅིག་གི་ཉམས་དོ་འགྲོ་གོ་ཡི་དེ་ཁ་རེ་རེ། ཨ་མི་སོ་སོའི་གི། Origin ལ་ཡི་ཆོ་ར་སོ་སོའི་གི། རྒྱལ་ཁབ་ག་རེ་ཡིན་པ་ཡིན་ནས་དེའི་ནང་ལོགས་རྫུན་ཡག་སོ་སོ་རང་གིས་ཐོག་ནས་རྫུན་ཡག་རྒྱལ་ཁབ་ནང་ལོགས་ནས་མ་དོན་པ་ཡིན་ནས་སོ་སོའི་རང་དབང་ཐོག་ནས་དོན་ཡག་ཡོད་སྐྱོ་གི་ཨ་ནི Freedom of Movement ལའི་ཆོས་འདི་གི་རང་དབང་དེ་ཡོད་རེད་ར་མི་ཚེ་མི་ཚེ་གི་ཐོབ་ཐང་ཡོད་པ་ཡིན་ན་བྱས་ཙང་ད་ལྟ་ང་ཚོ་རང་བཙན་རྩོད་ལེན་བྱེད་ཀྱི་མེད་ལ་ན་མི་ཚེ་གི་ཐོབ་ཐང་དེ་རྩོད་ལེན་བྱེད་ཀྱི་མེད་ལ་བ་རེད་ར། མི་སེར་ཐོབ་ཐང་འདི་རྩོད་ལེན་བྱེད་ཀྱི་མེད་ན་ཨ་ནེ་ཡི་སོ་སོའི་གི་བོད་ནང་ལོག་ལ་སོ་སོ་ག་དུས་འདོད་པ་ཡོད་ནས་ནང་ལོག་འཛུལ་ཡ་དང་ཨ་ནེ་ག་དུས་འདོད་པ་ཡོད་ནས་བོད་ཀྱི་ཕྱི་ལ་ག་དུས་དོན་ནས་དོན་འཆོལ་འཆོལ་གྱི་རང་དབང་འདི་མེད་བ་བཟོས་གི་ཡིན་ལགས་པ་རེད་ར་ད་འདི་ཡིན་དུས་ཙམ་པ་ལ་ད་ལྟ་པོར་ཏོ་འཇམ་དབྱངས་བསྟན་འཛིན་དང་འདྲ་བའི་གི་ཨ་ནེ་ཡིན་པོར་རྒན་ཁ་ཤས་ཅིག་རྡ་རམ་ས་ལ་ལ་བཟའ་རྒྱ་གར་གླེགས་རྒྱོགས་ཞི་དོ་ཁོ་ཚོ་ལ་དངོས་གནས་ཉེས་པ་ཆེན་པོ་ཅིག་སྤྲད་དགོས་དགོས་རེད་བཤད། བཀའ་སྤྱི་ལ་ན་འདི་ཡིས་ཐ་ན་བོད་ཀྱི་ཕྱི་ལ་ཞུ་ཉེན་གྱི་ཨ་ནི་བོད་མི་ཙམ་མ་ཡིན་པ་བོད་ནང་ལ་ཞུ་ཉེན་གྱི་བོད་མི་རྣམ་པ་ཀྱི་ཐོབ་ཐང་དེ་ཨ་ནི་མེད་པ་བཟོས་ཡག་གང་ཁ་ཤས་ཅིག་ལ་ཡོད་པ་ཡིན་ན་ཨ་ནི་མི་སེར་གྱི་ཐོབ་ཐང་དེ་རག་མ་བཅུག་ཡག་ད་དེ་འདྲས་ཀྱི་ཐོག་ནས་ཐ་ན་གུང་ཁྲན་ཤ་ར་མེ་མང་གི་ལས་འགུལ

ར། དུག་བཅུ་པོ་དེ་ནི་ཨ་ནི་ཡི་ཁ་ན་སྟོད་སྤྲད་བ་ནི་མ་བཏང་བྱས་ནས་གཅིག་པོ་བྱས་ནས་དེ་གི་ཡིན་འདུས་བྱས་གསུམ་པ་ལས་བྱ་བ་ཟས་ནི་བཏང་གསུམ་གྱི་འདུས་བྱས་གསུམ་པ་དེ་འདྲས་རང་བྱས་ནས་དེ་གི་ཡིན་ལབ་རྒྱུ་ཡོད་ན་ཁོ་རང་ཚོ་སུ་སུ་ཚོ་སྒེར་གྱི་ཐོབ་ཐང་རེད་དེ་ལ་སུ་སུ་ཚོ་དེ་དེ་ན་འདྲི་གོ་རེད་ཡིན་པ་ཡིན་ན་ཡང། བོད་མི་བོད་མི་མང་གི་ཁ་ལ་བ་དང་བོད་མི་གི་ལ་རྒྱ་ཡོད་ངེས་ཀྱི་ཁ་ལ་བ་རེད་མི་རྣམ་པ་དམིགས་བསལ་གྱི་ད་ལྟ་སྤྱི་འཐུས་གྲོས་ཚོགས་ནང་ལོགས་ལ་བཞུགས་པའི་གི་ཨ་ནི་བསྟན་པ་རྒྱ་ལོ་གི་སྤྱི་འཐུས་རྣམ་པ་དེ་ནང་ལོགས་ལས་ཨ་ནི་ང་རང་ཚོད་ཀྱི་བོད་མི་མང་གི་སྤྱི་འཐུས།

ད་འདིའི་གྱི་པོར་ཏོ་ཅཱ་ཡན་བསྟན་འཛིན་དང་ལ་སོགས་པའི་གྱི་པོར་རྒན་གཞན་པ་དེ་ཚོའི་གྱི་སྐད་ཆ་བཤད་དེ་ཨ་ནི་སྨྱོན་དཔེ་གྱི་ནང་ལོག་ནས་སུ་སུ་ཡའི་སྨྱོ་གཞན་ལས་སྨྱོན་པ་བཟོས་འདོད་གྱི་ལས་རྒྱུ་དཔེ་གཞན་ལས་གནོད་པ་རྒྱལ་གྱི་ལས་རྒྱུ་དཔེ་བྱས་དེ་ཨ་ནི་ནང་པ་ཅིག་ཡིན་པ་ཙམ་གྱི་སྔུན་ནས་ནང་པའི་ཆོས་དང་གྱི་འདུག་ཤོད་ཡིན་པ་ཁ་ཅིག་ནང་པའི་ཆོས་ཀྱི་ཐོག་ནས་གར་ལ་གོ་རེད།

དགྲ་བོ་རྒྱ་ནག་གི་འོག་ལ་བཀྲོལ་ནས་ད་ལོ་བདུན་ཅུ་དུས་བཞི་འགྲོ་སྐོར་རེད། ཨ་ནི་དེའི་རང་བཙན་སླར་གསོ་བྱས་དང་རྒྱལ་ཁབ་སླར་གསོ་བྱས་ཏེ་ཨ་ནི་ང་རང་ཚོས་ཀྱི་སྐྱོད་ཞབས་པའི་ཀྱི་མི་སྣ་རྣམ་པ་ཀྱི་གནང་སྒོ་བོར་ད་དེ་ད་ལྟ་བདེན་པ་རྒྱལ་བ་སྤྱི་འཐུས་རྣམ་པ་ཀྱི་གནང་བསྡད་ཡོད་རེད་ད་དེ་ལ་བར་ཆད་བཏང་སྐོར་རེད་རང་བཙན་ཚོགས་ཆེན་ལ

ད་བོད་ནས་ད་མ་རྒྱ་གར་ལ་བྲོས་པ་རེད་ལ་འདི་རོ། ད་རྒྱ་གར་ནས་ཨ་རིར་འགྲོ་ཡས་དེ་ཡས་ད་ཅིག་ཁ་ལ་བ་རེད་བཙན་བྱོལ་བོད་གཞུང་གི་བཀའ་དྲིན་གྱི་ཐོག་ནས་ཨ་ནི་བོད་མི་གཅིག་སྟོང་གཅིག་རྙེད་མ་ཨ་རིར་བཏང་བ་ར་དེ་གི་ཐོག་ནས་ཡ་མེད་ན་སླེ་ཡིན་སྲིད་གི་རེད་ཡ་མེད་ན་ཡིག་ཆ་རྫུན་མ་བཟོས་མིང་རྫུན་མ་བཟོས་སྐྱག་རྫུན་བཤད་ནས་སླེ་བ་ཡིན་སྲིད་བ་ཅིག་རེད་བ། ད་དེ་འདྲས་ཡིན་དུས་ཙམ་པ་ལ། སོ་སོའི་གི་ཨ་རིའི་ཕྱི་རྒྱལ་ལ་སླེབས་པའི་གི་གནས་སྟངས་དེ་ལ་བསམ་བློ་མ་བཏང་བ་བྱས་སྐྱག་རྫུན་བཤད་རྒྱུ་དེ་ཚོ་ལ་བསམ་བློ་མ་བཏང་ནས་ད་གང་དག་རང་བཙན་རྩོད་ལེན་བྱེད་ངེས་གི་སྤྱི་འཐུས་རྣམ་པ་གང་སར་ཁྲིམས་ལ་སྐྱེ་གི་ལ་ཡ་དེ་སྐད་ཆ་དེ་ནའང་མ་འཕྲོད་པའི་སྐད་ཆ་དེ་རེད་ལ་ཡིན་ད་སྐོར་ཐོག་དེ་མ་ཤེས་ཤེས་རོགས་ཤེས་རོགས་འདུག་ཨ་ད་ཁོ་ད་ཁོ་འདྲ་བ་འདྲ་ད་མགྱོགས་པོ་མགྱོགས་པོ་ཤི་འགྲོ་བར་ལྟ་སྟེ་ར་ཡིན་ནས་ཁྲིམས་ལ་སྐྱེ་གི་ལ་ཡ་དེ་རྩ་བ་ཉིད་ནས་མགོ་ལས་མེ་དག་སྤོར་མཁན་ཁྱོད་ཨ་ཤི་ཀ་ལ་མོ་ལ་ཁ་ནས་བཀྲ་མ་ད་ཤི་དེ་ཤི་ཏོ། ད་ད་འདས་ཀྱི་དེ་ལ་པོར་ཏོ་བྱ་ཡ་ཏིན་ཙིའི་དེ་གི་ཁོ་དྲེ་ལང་རྒྱ་བ་རོ་པོར་ཏོ་ཤན་པ་དེ་འདྲེ་མཉམ་དུ་ཁྲིད་ལེ་དོ་ཨ་འོན་དེ་ཚོ་ལ་དེ་ཡིན་རོ་ཨ། ད་ད་འདས་པོར་ཏོ་བྱ་ཡ་ཏིན་ཙི་ལ་ངས་དེ་སྙེ་མ་ཨ། Boston ལ་ཅིག་རང་བཙན་གྱི་ཐོག་ནས་ཨ་ནེ་ཡིས་ཟས་བཅད་ངོ་རྒོལ་དང་དེ་འབྲེལ་གྱི་སྐད་ཆ་དེ་འདྲའི་བྱུང་དུས་བསམ་པ་ལ་ཁོས་ཡང་ཁ་ལ་རང་བཙན་ཁྱེར་ནས་ཅིག་ཞིའུ་འགྲོ་ཅིག་ཕིག་ཕིག་འགྲོ་ཅིག་ཏེས་ཅིག་ཁྲབ་ཁ་བྱེད་ཤག་ཟེར་བ། ཨ་ནེ་ཡིས་ཅིག་བོད་ལ་མ་དགའ་ཉེས་རྒྱལ་ཁ་ལོག་པ་རེད་མི་རིགས་ཀྱི་ལ་རྒྱ་མེད་ཉེས་ཀྱི་མི་ཅིག་གིས་ཨ་ནེ་ཁ་ནས་རང་བཙན་བེད་སྤྱོད་བཏང་ནས་ད་སུ་སུ་སྒེར་གྱི་ཁེ་ཕན་དོན་དག་ལ་དེ་འདྲ་བྱེད་འོས་ལ་ཡིན་པ། ད་ང་ཚོའི་མི་དམངས་ཀྱིས་བསམ་བློ་བཏང་དགོས་དེ་འདི་རེད། མི་ལ་ཡེ་དེ་ལ་ལྟ་བ་ཅི་ཡོད་རེད་ལྟ་བ་འདི་ལྟ་བ་བརྟན་པོ་ཞིའུ་དགུ་སྐོར་ད་ལྟ་བ་འདི་འགྱུར་བ་བཏང་བ་ལ་ཨ་ནི་གང་བྱུང་མང་བྱུང་གིས་འགྱུར་བ་བཏང་ཐུག་མ་རེད་རྒྱུ་དཔལ་འབྱོར་གྱིས་འགྱུར་བ་བཏང་ཐུག་མ་རེད་གོ་གནས་ཀྱིས་འགྱུར་བ་བཏང་ཐུག་མ་རེད་རེད་བ། རྒྱལ་ཁབ་དང་མི་རིགས་ལ་དངུལ་གནས་ཤ་ཞེན་ཡོད་ངེས་ཀྱི་མི་ཅིག་ཡིན་པ་ཡིན་ན་ཨ་ནི་ལྟ་བ་འདི་གང་བྱུང་མང་བྱུང་འགྱུར་བ་བཏང་ཐུག་མ་རེད་ད་ཁ་ཤས་དུ་ཨ། ཕྱོགས་གཅིག་ལ་ཡང་རང་བཙན་ཡིན་ལ་ཡང་ཕྱོགས་གཞན་པ་གཅིག་ལ་ཨུ་མོ་ཨོ་ཀི་ཁར་ས་སྐྱ་བ་ལ་དེ་ཡིན་དེ་འདྲའི་ལམ་ནི་ཡ་ཕིག་པིག་བྱས་མ་ཕིག་པིག་བྱས་ནས་ཨན་ཏི་པ་ར་དེ་ལ་ཟ་ང་ཟི་ངེ་མང་པོ་ཟོས་ཨན་སོ་སོ་ཤེས་ག་ལ་མ་ལ་སྐད་ཆ་འདྲ་མ་འདྲ་བཤད་ཉེས་བྲོ་འདྲ་འདུག་ཨ་ད་དེ་ཚོ་ད་ངོ་ནས་ཁོ་ར།

རྒྱལ་ཁབ་དེས་སླར་གསོ་བྱེད་ཀྱི་ལམ་ལ་ཅིག་བར་ཆད་བཏང་ངེས་རེད་ཟེར་བ། རྒྱ་མི་རྐུབ་བཏགས་ནས་བསྡད་བསྡད་ངེས་རེད་སྙམ་མ་བདེ་བ་ལས་སྐད་ཆ་མང་པོ་རེ་གཅིག་བྱུང་ནས་བསྡད་འདུག་ཨ་པོར་ཏོ་དེ་ས་རྒྱབ་རྒྱོ་སྟེ། འོན་ཏེ་ཅིག་ཤོད་ཡིན་རོགས། ཨ་པོར་ཏོ་དེས་ཀླད་གོ་ཨེ་གི་ད་རྒྱུ་མཚན་འདྲ་བོ་དེ་ཨ་ནི་ཚོགས་པ་ག་རེ་གི་ཐོག་ནས་རེད་ལབ་བ་ཡིན་ན། དགྲ་བོ་ཐ་ན་གུང་ཁྲན་ཤ་ར་མི་མང་གི་ཐོག་ནས་སླེབས་པ་རེད་ད་དེའི་གི་ལོ་གཉིས་གསུམ་ལ་གར་གཏོར་བཤིག་མང་པོ་ཅིག་བཏང་བསྡད་དེ་ཨ་རི་ལ་དེ་གཉིས་ཀྱི་གར་ས་ཚེ་ཏན་ནག་རིལ་དང་ཧྥ་རན་སི་ལ་དེ་གཉིས་ཀྱི་སྤྱི་དཔེ་རྐུབ་མུར་ཏོ་ཏན་ཨ་ལ་སོགས་པའི་གི་དོང་དྲེ་རྩ་ལང་མང་པོ་ཅིག་ར་ར་དེ་ཚོའི་གི་ཨ་ནི་ཀུ་རུབ་དེ་གི་སྐད་བཏང་རྒྱུ་རེད་བཤད་ཡིན་ར་ད་དེང་སང་ཁོང་ཚོ། དགྲ་བོ་དར་ནག་ཁོང་གིས་ཤ་ར་མི་མང་གི་ཚོགས་པ་དེ་ལ་ཨ་ནི་བོད་མི་མང་པོ་ཅིག་མགོ་ཚོས་ནས་སྟབས་མ་དགའ་བ་ཆགས་དུས་ད་ཁོ་རང་ཚོ་ཡང་མིང་ཁོ་ར་གྱུར་བ་བྲོས་ཤི་ཏོ། མིང་འགྱུར་བ་བཏང་ནས་ཁོ་རང་ཚོ་ལ་ཨ་ནི་མིང་གཞན་པ་ཅིག་འདུག་ཞུས་ཡན་པ་ད་དེ་ད་རིང་མཁྱེན་འདུག་མཁྱེན་འདུག་གནང་རོགས་གནང་ད་རིང་ནས་ཕྱི་ནས་མིང་དེ་ག་རེ་རེད་ཚོགས་པ་དེ་མིང་ལ་འགྱུར་བ་སྐྱུགས་ཤི་བྱེད་འགྲོ་ཡོད་རེད། དགྲ་བོ་ད་ནག་ཁུང་སྒྲེང་དང་ལང་ཤ་ར་མེ་མ་ཨས་ལ་གོ་རེས་ར། དགྲ་བོ་ད་དགྲ་བོ་ད་ནག་ཁུང་སྒྲེང་ད་ནག་ཤ་ར་མེ་མ་ཨ་ལ་ནི་ད་དིག་གི་རྐང་ལ་དེ་ཉིད་ཀྱི་ཨ་ནི་དབུས་གཙང་གི་སྤྱི་མཐུས་ཡིན་ལ་ནི་པོ་ད་བ་ཚེ་རིང་ལབ་ཉེས་ཅིག་དུ་ཨ་ད་དིག་གི་འོག་ལ་ཨ་ནི་སྐྱག་ཕྲུག་ཨབ་ཕྲུག་འདག་ཕྲུག་དེ་ཚོ་དུ་ཨ་ཨ་དིག་ག་ལ་ད་ད་པོར་རྒྱན་ཤི་རོ་ཡོད་རྒྱུ་དེ་ཚོ་དུ་ཨ་ཨ་དེ་ཚོ་རེས་ཤ་ཡིན་པ། བྱས་ཙང་དགྲ་བོ་དར་ནག་ཁུངས་འདྲེ། དྭང་བླངས་བཞག་ར་མི་མང་གི་ལས་རྒྱུ་ག་རེ་སྤེལ་ཡིན་ནས་དེ་ཚོ་ལ་ངོ་རྒྱུ་མཐའ་གཅིག་ཏུ་གནང་རོགས་གནང་བཞིན་ར་གཞིས་ཆགས་ཁག་ལ་ཞུ་སྙན་དང་བཙན་བྱོལ་ན་ཞུ་སྙན་གྱི་ད་འཛམ་བུ་གླིང་ས་གནས་ག་བ་ལ་ཞུ་གི་ཡོད་ནས་ཅིག་གོ་བརྡ་མ་འཕྲོད་མཁན་དེ་ཚོ་ཡིན་པ་ཡིན་ན་དེ་ཚོ་ལ་ཅིག་གོ་བརྡ་འཕྲོད་ཆེད་དུ་ད་རིང་ཞུ་གི་ཡོད་དྭང་བླངས་ཀྱི་ཚོགས་པ་རོ་ག་ལའི་དེ

ཁོ་ཚོའི་ཁར་མོ་ཁ་རེ་ཕྱིན་ནས་ཇོ་ཡ་ཤི་ར་ཡོད་མ་རེད་ལ་ཡིན་པ། ད་ད་ལྟ་སྤྱི་ཟླ་དྲུག་པ་ཡིན་ན་ཅིག་ནང་ལོགས་ལ་དབུས་གཙང་གི་ཚོགས་ཆེན་ཡིན་ན་ཅིག་ཚོགས་ཀྱི་ཡིན་ལ་ནི་ཅིག་གཞོན་སྐྱེས་མང་པོ་འགྲོ་ཅིག་སྐད་བཏང་གི་ཡིན་ནས་དེ་འདྲའི་གི་སྐད་ཆ་ཅིག་འདུག་བ། ད་ཁོ་ཚོའི་གི་དབུས་གཙང་གི་ཐོག་ནས་ཅིག་ཚོགས་འདུ་ཚོགས་ཀྱི་ལ་ཡ་དེ་ཨ་ནི་ཚོགས་འདུ་འདི་གཅིག་པ་གཅིག་རྐྱང་རེད་ད་ལྟ་དགྲ་བོ་དར་ནག་གུང་བྲན་དྭང་བླངས་བཞག་ར་མི་མང་གི་ལས་འགུལ་འདི་གོང་འཕེལ་བྱས་ཆོག་གི་རེད་བྱས་ཙང་འུ་ཚང་གི་ཚོགས་འདུ་ལ་ཡ་དེ་ཡག་རྟགས་ཅིག་རྩ་བ་ཉིད་ནས་མ་རེད་རྒྱ་གུང་བྲན་གྱི་ལས་ཀ་འདི་གྲུབ་པའི་ཆེད་དུ་རེད་བཤད་ར་བྱས་ཙང་འུ་ཚང་གི་ཁ་སང་ཚོགས་ཆེན་ཡིན་ན་ཅིག་ཚོགས་ཀྱི་ཡིན་ལ་ངས་དེ་ལྟ་ང་ལས་ཚོགས་ཆེན་གཅིག་ལས་གཅིག་གོ་གོ་ར་ད་ཁ་སང། མིང་ཡག་པོ་ཅིག་གོ་གོ་རོགས་ད་ང་ཚོ་རང་བཙན་ཚོགས་ཆེན་ལ་དུས་བོད་རྒྱལ་ཁབ་དང་མི་རིགས་ལ་ཤ་ཞེན་ཡོད་ངེས་ཀྱི་རང་བཙན་སླར་གསོ་བྱེད་གཉིས་གྲོ་ཉེས་ཀྱི་མི་དེ་ཚོ་ལས་གོ་རོགས་ད་དབུས་གཙང་གི་ཚོགས་ཆེན་ལའི་དེ་ཚོ་ལ་ད་དངོས་ནས་ཡག་ག་ཡག་ག་ཞིག་ར་དེ་འདྲའི་ལས་ཡ་ཟོས་མ་རྟ་ཁོ་ཚོ་དགྲ་བོ་ད་ནག་ཁུངས་འདྲེན་ར་ཞྭ་ནག་དགྲ་བོ་ད་ནག་ཁུངས་འདྲེན་ཞྭ་ར་དབུས་གཙང་ཚོགས་ཆེན་ལ་ནས་བྲིས་ཀྱི་དོར་བ་སྟབས་བདེ་གནང་ལོ་ལ་ལས་ངེད་ཀྱི་མི་དེ་ཚོ་ག་འདྲའི་གྲོགས་རེད་སྐྱག་ལྤྲུག་དེ་འདྲའི་རྐྱང་རྐྱང་ལྟོ་ཅི་རེད་རྐུབ་བཀྱག་ཅིག་རག་གི་རེད་བསམ་ནས་དེ་ངེད་བྲིས་དེ་འདྲའི་རེད་ར་ལྟོ་ཅི་རག་གི་རེད་བསམ་ནས་དེ་ངེད་བྱས་མ་རྐུབ་བཀྱག་ཅིག་ག་ལ་ད་འདྲ་འཇག་ནས་བསྡད་ཡོད་ན་འདི་མ་ཁོ་ཡས་ཀྱི་ཆེད་དུ་ཨ་ནི་ཇག་ཚིག་མ་ང་ར་ཡས་ཀྱི་ཆེད་དུ་ལས་ཀ་བྱེད་ངེད་ལྟ་བུ་དེ་ཚོ་རེད་ར། དེ་ཚོ་དབུས་གཙང་གི་ཚོགས་ཆེན་ལ་དེ་ཚོ་ལ་ཅིག་ཡ་ཤི་ར་བྱས་ཡོད་མ་རེད། ཞོད་ཡིན་པ། དེ་ནང་ལོགས་ལ་ཅིག་སྐད་བཏང་རྒྱུ་དང་དེ་འདྲའི་ཁྱེད་རང་ཚོ་འདྲ་བོ་ཡོད་པས་ནི་ཁྱེད་ཚོ་བསམ་བློ་ཡག་པོ་ཅན་བཏང་དགོས་དགོས་རེད། ཁྱེད་ཚོས་ཀྱི་ད་ལྟ་དབུས་གཙང་ཚོགས་ཆེན་ལ་དེ་ལ་གྲོས་ཡས་དེ་མིང་ཡག་པོ་ཅིག་གཟི་བརྗིད་ཚ་བོ་ཅིག་བཏགས་བཞག་རྒྱུ་མ་བཞི་དེ་ཡང་གོ་བསྡུར་གཡོག་ནི་ཁྱེད་ཚོ་ཁྲི་ལས་དགོས་རེད་ལ་ཡིན་པ། ལྟའང་ད་ལྟ་དབུས་གཙང་གི་སྤྱི་འཐུས་ནང་ལོགས་ལ་ཡིན་པ་ཡིན་ནའི་རེད་དབུས་གཙང་ཚོགས་གྲལ་ནང་ལོགས་ཡིན་པ་རེད་ད་དེ་ནང་ལོགས་ལ་ཡོང་ངེས་ཀྱི་ང་རང་ཚོ་བོད་ཁྱིམ་སློབ་གྲྭ་ནས་ཐོན་བཞག་པའི་གི་དེ་འདྲའི་ཨབ་ཕྲུག་དེ་འདྲའི་ཁ་ཤས་ཅིག་སླེ་བསྡད་ཀྱི་འདུག་དེ་ཧང་སངས་ཀྱི་ཐབས་སྐྱོ་རེད་ཤོད་ཡིན་ར། ད་ལྟ་འཛམ་བུ་གླིང་རྒྱལ་ཡོངས་ལ་ཨ་ནེ་ཡིས་བཙན་བྱོལ་བ་མང་པོ་ཅིག་སླེབས་བདེ་གོ་རེད་བོད་པ་ཙམ་མ་རེད་འཛམ་བུ་གླིང་ནང་ལོག་ལ་དཀའ་ཉེན་ཡོད་ཉེས་ཀྱི་བཙན་བྱོལ་བ་མང་པོ་ཅིག་སླེབས་བདེ་གོ་རེད་ཨོ་སི་ཀྲི་ཡ་དང་ཡུ་རོབ་ཀྱི་ས་གནས་གཞན་པ་དེ་ཚོ་ལས་སླེབས་བདེ་གོ་རེད་ཁོང་ཚོ་སླེབས་དུས་ཙམ་པ་ལ་ཨ་ནེ་ཁོ་རང་ཚོ་ལ་བཙན་བྱོལ་གྱི་གོ་སྐབས་གནང་ཉེས་ཀྱི་གཞུང་འདི་གི་ཁོང་ཚོ་ལ་སློབ་སྦྱོང་བའི་བཀྲེས་སྐོར་རེད་ཁོང་ཚོ་ལ་སྐད་ཡིག་བསླབ་ཡ་དེ་ཚོའི་བྱེད་སྒོ་རེད་ར། ཁོ་རང་ཚོ་ལ་དམིགས་བསལ་གྱི་ལོ་ག་ལོ་ག་ཆེན་བྱ་སྒོ་མ་རེད་མི་མང་མཉམ་པོ Integrate ལས་བཅོས་རེད་ར། མི་མང་མཉམ་དུ་འབྲེལ་བ་ཡག་པོ་བྱུང་ཡ་དང་ནི་རྒྱལ་ཁབ་འདི་གི་སོ་སོའི་གི་ཁ་ལག་འགྲོ་སྟངས་ཟ་སྟངས་བཏུང་སྟངས་དེ་ཚོ་བསླབ་ཡ་དང་དེ་འདྲའི་བྱེད་སྒོ་རེད་ལས་ཡིན་པ། བྱས་ཙང། ང་ཚོ་བོད་ཁྱིམ་སློབ་གྲྭ་ལ་ཡེ་དེ་དམིགས་བསལ་གྱི་ལོ་ཁག་ཅིག་བཙུགས་དགོས་ཡེ་དེ་རྒྱུ་མཚན་དེ་ག་རེ་རེད་སྙེ་མ་ཐོ་འདའ་པ་འདྲི་ཇོ་བྷ་ལ་ནེ་རུ་རེད་ད་སུ་རེད་ཅིག་གིས་ཨ་ནི་ཁར་ས་ཁ་ཡོད་མ་རེད་ཁྱེད་ཚོ་ཐ་ན་སྤུ་གུ་བོད་པ་སྤུ་གུ་གཅིག་གཉིས་གཉིས་གསུམ་འདུག་ཕྱིན་ནི་སློབ་གྲྭ་མ་འདྲ་མ་འདྲར་བཏང་གི་ཡིན་ལ་ནི་དེ་འདྲའི་བྱེད་དུས་གོང་ས་མཆོག་གིས་ཨ་ནི་རེ་སྐུལ་ཞུས་ནི་ང་ཚོ་བོད་པའི་གི་བོད་པ་ཚོ་ལ་སོ་སོ་རང་གི་སློབ་གྲྭ་གཅིག་བཙུགས་ཡས་ཀྱི་དེ་འདྲའི་གོ་སྐབས་གནང་རོགས་གནང་ཞུས་ནས་ད་བོད་ཁྱིམ་སློབ་གྲྭ་ལ་ནི་ས་ཆ་དེ་ཚོ་ར་བ་དང་ར་བ་དངོས་ནས་བྱས་ན་སློབ་གྲྭ་དེ་ཚོ་དེ་རྒྱ་གར་ཁ་ལ་བོར་ས་ཆ་དེ་ཚོ་རྒྱ་གར་མི་སེར་ལ་ད་གོ་ར་ཡིན་ན་ཡང་སོ་སོའི་མི་རིགས་ལས་ཨ་ནི་བོད་པ་བཙན་བྱོལ་དེ་ཚོ་ལ་ས་ཆ་དེ་ཚོ་ལོག་ཁ་བྱས་ནས་སྤྲད་བཞག་ཡོད་ར་ཐོན་སྐྱེད་ཡག་པོ་ཅིག་སྤྲད་བཞག་ཡོད་ར་རྒྱུ་མཚན་དེ་ག་རེ་རེད་སོ་སོའི་གི། རྒྱལ་ཁབ་ཀྱི་སླར་གསོ་བྱེད་ཀྱི་ཆེད་དུ་སྙིང་སྟོབས་དེ་ཚོ་ཉར་ཐུབ་ཡ། སོ་སོའི་ཀྱི་རིག་གཞུང་འདི་རྩ་ན་མ་འགྲོ་ཡ། སོ་སོའི་ཀྱི་སྐད་ཡིག་འདི་དག་པོ་རྒྱབ་ཐུབ་ཡ། དེ་འདྲའི་ཀྱི་ཆེད་དུ་བོད་ཁྱིམ་སློབ་གྲྭ་ལས་འདི་དག་རང་གིས་གཙོས་པ་རེད། བོད་ཁྱིམ་སློབ་གྲྭ་ལས་འདི་ཨ་ནི་ཁ་ལོ་བ་རེད། ཅིག་སྐྱེ་བ་མང་པོ་ག་རེ་མི་རབས་མང་པོ་བ་ནི་རྒྱ་གར་ནང་ལོག་ལ་དད་ཀྱི་ཆེད་དུ་བཙུན་ཡོད་མ་རེད་ཟེར་བ། སོ་སོ་རང་བཙན་སླར་གསོ་བྱེད་ཀྱི་ཆེད་དུ་སྤོ་གུ་ཚོ་ལ་སྙིང་སྟོབས་བསྐྱེད་ཡ་སོ་སོའི་ལས་རྒྱུ་སྤེལ་ཐལ་དེ་འདྲའི་ཀྱི་ཆེད་དུ་བཙུན་ཡོད་རེད་ཟེར་བ། ད་དེ་འདྲའི་ཡིན་དུས་ཙམ་པ་ལ་ཨ་ནི་བོད་ཁྱིམ་སློབ་གྲྭ་ནས་མ་ཐོན་དུས་ཙམ་པ་ལ་ཨ་ནི་ཁ་རེ། དགྲ་བོ་དར་ནག་གུང་བྲན་དང་བླངས་ཤ་ར་མི་དམངས་ཀྱི་རྐུབ་དག་ནི་ཨ་ལས་རྒྱུད་དེ་ཚོ་ལ་མཉམ་ཞུགས་བྱས་ནས་ཨ་ནི་དེ་འདྲའི་གི་ཐོག་ནས་དབུས་གཙང་གི་ཁར་ལའོ་རེ་དགྲ་བོ་དར་ནག་གུང་བྲན་དབུས་གཙང་ཚོགས་འདུ་དེ་ཚོ་ལ་ཨ་ནི་འགྲོ་དགོས་ཀྱི་རྒྱུ་མཚན་ག་རེ་ཡོད་ན་དེ་ཡི་གཞི་ཆགས་ག་ལ་ཡོད་ངེས་ཀྱི་བོད་མི་རྣམས་པ་དང་ཨ་ནི་ཕྱི་རྒྱལ་ལ་སྐད་བེད་ཀྱི་གཞོན་སྐྱེས་རྣམ་པ་ཀྱིས་མཁྱེན་རྟོགས་ཀྱི་ཆེད་དུ་ཞུ་རྒྱུ་ཡོད་ས་དེ་དཔེ་གལ་ཆེན་པོ་རེད། མང་པོ་ཅིག་གིས་སྙིང་རྗེའི་མགོ་ཚོད་པོ་མི་འདུག་ཨ་ཁར་ཅིག་ལབ་ན་སོ་སོ་ཅིག་མི་ཚེ་ཅིག་སྐྱེལ་དགོས་དགོས་རེད་སོ་སོ་ལས་ཀ་བྱེད་དགོས་དགོས་རེད་སློབ་སྦྱོང་བྱེད་དགོས་དགོས་རེད། ཨ་ནི་མི་ཚང་མ་ལ་ཉིན་མ་ཅིག་ལ་ཆུ་ཚོད་ཉི་ཤུ་རྩ་བཞི་མ་བཞི་མེད་དུས་ཙམ་པ་ལ་ཨ་སོ་སོ་སོ་ཅིག་ཁ་ལོ་བར་སོ་སོ་ཀྱི་ལྟོ་གོས་ཅན་འཚེད་དགོས་དགོས་དེ་འདྲས་ཀྱི་ཐོག་ནས་ཨ་ནི་དྲ་རྒྱ་ནང་ལོགས་ལ་ཅིག་ཟ་ང་ཟས་ངའི་སྙ་ག་སྙོ་ག་བྱུང་རྒྱུ་དེ་ཚོ་མ་གཏོགས། དངོས་གནས་ཀྱི་བདེན་པའི་གི་རྒྱབ་སྐྱོར་བྱེད་ཀྱི་ལས་གུས་དེ་ཚོ་ལ་ཞེ་རག་ཞེ་རག་ཡ་བྱེད་ཐུག་གི་མེད་འདུག་ཨ། ཡ་མེད་ན་ཡ། ཧམ་པ་ཚ་བོ་གི་སྐྱག་རྫུན་བཤད་ཉེས་ཀྱི་དྲ་རྒྱ་ནང་ལ་ཐོན་པ་དང་ཨ་ནི་ཅིག་སྐད་ཆ་འདྲ་མ་འདྲ་བཤད་ལས་གུས་དར་ནག་གི་ལས་གུས་དཔེ་དེ་ངས་དེ་ཚོ་ཁོ་ཚོ་ཧམ་པ་ཚ་ཚ་ནི་ཨ་ནི་དེ་ཚོ་ལ་ཅིག་མགོ་འཁོར་ནས་འདུག་འདུག་བྱེད་ནས་ད་གང་འདྲ་མ་འདྲ་ཞེ་རག་ཞེ་རག་མགོ་ཚོད་དགོས་མ་རེད་ཞོད་ཡན་པ་ཨ་འདི་ཡིན་དུས་ཚང་པ་ལ་ད་འདྲ་འདྲ་བོ་དར་ནག་ཁོང་འདྲེན་དང་ལ། དབུས་གཙང་གི་མི་མང་འབྱོར་བ། ཨཱ་ནི་དེ་ཚོའི་གི་ཐོག་ནས་ཚོགས་བཞག་བའི་གི་ཅོ་པོ་ཟླ་བ་ཚེ་རིང་གི་གོ་སྒྲིག་བྱས་བ་དང་ཨཱ་ནི་དེ་དེ་བཞིན་གི Boston ལ་དེ་སྔའི་གི་པོར་ཏོ་ཇཱ་ཡན་བསྟན་འཛིན་ལ་སོགས་པའི་གི་པོར་རྒན་གཤིས་ཀ་ལ་མོ་ལ་ཁ་བསྟན་མ་ཚོ་གཉེར་རྐུབ་བསྟན་མ་ཚོ་གཉེར་གི་ས་སྐྱབས་སྡེ་སྐྱོར་གི་པོར་ཏོ་དེ་ཚོ་དེ་ཚོའི་རྐུབ་ལ་རྩ་བ་ཉིད་ནས་ཡིད་ཆེས་བྱས་ཡོད་མ་རེད་སྤྲོ་དགོས་ཡོད་མ་རེད་ལབ་ཡིན་པ། ད་ཁོང་ཚོ་དྲན་ཡོད་སྟབས་ཤི་ཀ་ལ་མོ་ལ་ད་ག་ས་སྐད་ཆ་དྲང་བོ་འདྲ་བཤད་ནས་བསྡད་ཡོད་རེད་ད་དེ་ད་རིང་སྐད་ཆ་འོང་དེ་ཡིན་བཤད་ཡོད་ར། ད་རྡ་རམ་ས་ལ་ལ་ང་རང་ཚོས་ཀྱི་རང་བཙན་ཚོགས་ཆེན་ལ་ཆོས་ཕིན་གནང་ཡས་ཀྱི་ཨ་ནི་རྒྱལ་ཁབ་དང་མི་རིགས་ལ་ཅིག་སེམས་ཤུགས་ཆེན་པོའི་ཀྱི་ཨ་ནི་སྤྱི་འཐུས་རྣམ་པ་ལ་ཁྲིམས་ལ་སྐྱེ་དགེ་ལ་ཡས་དེ། སྐྱིབས་བདག་ཆེ་བ་རེད་སྤོར་མཁན་ཁྱོད་ཨ་དེ་སྐྱིབས་བདག་ཆེ་བ་རེད་དེ་ཡོང་ཨེ་གོ་རེད་ཡོང་མ་རེད་ཟེར་ར་ཁྱོད། ཁ་བསྐོ་དེ་ལྟ་བུ་རྒྱབ་ན་ཡག་པོ་ཡོད་རེད་ད་ཡི་གེ་བཀྲ་མ་འདྲ་བཀྲ་མེད་དེ་ཅིག་མི་མང་ཁ་ཤས་ཀྱི་སྙིང་རྗེ་མགོ་འཐོམ་རྒྱུ་ཡོད་ཀི་རང་ཡང་དེ་ཚུལ་གྱི་མཁྱེན་རྟོགས་ཆེད་དུ་ཞུས་ཡིན་ཨ་ནི་ད་ལྟ་ཡོང་བཞིན་པའི་གི་དབུས་གཙང་ཚོགས་ཆེན་ལ་ཞི་དོ་ཨ་དགྲ་བོ་དར་ནག་ཁུངས་འདྲེན་དང་བླངས། ཤ་ར་མི་མང་གི་དབུས་གཙང་ཚོགས་ཆེན་བྱེད་ཡོར་བ། ཨ་ནི་དེ་དེ་ཡག་རྟགས་ཅིག་མ་རེད་དེ་ཡང་ཁོ་རང་ཚོ་རྒྱ་མི་གི་ལས་འགུལ་སྤེལ་ནས་ཨ་ནི་བོད་མི་མང་གི་རེ་བ་དེ་གཏོར་བཤིག་བཏང་ཡ་དང་ཨ་ནི་རང་བཙན་འཐབ་རྩོད་བྱེད་ཀྱི་ལས་འགུལ་ལ་བར་ཆད་བཏང་ཡ་དང་ཨ་ནི་བོད་ཀྱི་ཆོས་པ་རྣམས་པ་གཏོར་བཤིག་བཏང་ཡ་ཆོས་མཆོད་པ་རྣམ་པ། བླ་མ་བླ་ཆེན་རྣམ་པ་དང་དགེ་འདུན་རིན་པོ་ཆེན་རྣམ་པ་ཀྱི་གཏམ་བྱ་བའི་གི་ཆོས་གོས་སྤྱི་བསྡུས་རྣམ་པ། དེ་ཚོ་གཏོར་བཤིག་བཏང་ཡས་ཀྱི་ལས་རྒྱུ་བྱེད་དོ་ཁོང་ཚོ། དབུས་གཙང། ཤ་ར། དབུས་གཙང། ཤ་ར་མི་མང་གི། ཚོགས་ཆེན་ལ་ནི་དེ་འདྲས་ཅིག་ཚོགས་དགོས་རེད་ཤེས་ཡས་ར། དེ་འདྲས་ཙམ་པ་ལ་ཚོགས་ཆེན་དེ་ཚོ་ལ་འགྲོ་དགོས་ཡོད་མ་རེད། ཁྱེད་རང་ཚོ་ལ་རྒྱབ་ལ་ཅིག་དཔེ་ཞར་གྲོང་འབྲེལ་གཏང་གི་ཡོད་སྲིད་ཀྱི་རེད་བ། ལམ་སྒྲོན་གཏང་གོ་གཅིག་བྱེད་དགོ་གཉིས་བྱེད་དགོ་ལ་ནི་དེ་འདྲའི་ཆེད་ནི་སོ་སོ་མི་བརྩི་ལ་སོ་སོ་སོ་སོའི་གི་ཏོག་གྱོད་ཚད་མ་ཐུག་སོ་སོའི་ཏོག་གྱོད་ཚད་བས་ནི་དཔེ་ཞར་དེ་གི་མ་གཏང་ད་ཡ་འཆམ་འཆམ་དང་ཨ་ནི་ཉམས་དོ་བྱེད་ནི་ཨ་ནི་རྡ་རམ་ས་ལ་ལ་སྐད་གཏང་དུས་ཙམ་ལ་ལྟ་འོ། ད་འགྲོ་ཆེ་བོ་ཁེབས་སངས་རེད་ལ་ནི་འདུག་འདུག་འགྲོ་བསྡད་ན་ཁྱེད་ཚོ་ལས་རྒྱུ་འབྲས་ཀྱི་རྩ་བ་ཉིད་ནས་ཤ་གི་མ་རེད་ཞབས་འདྲེན་གྱི་སྐད་ཆ་ཆགས་ཀྱི་རེད་ཆོས་ཡན་པ་ཁ་ཟི་རྙེད་མ་ཤ་ར་མི་མང་གི་ཐོག་ནས་སྐད་འབོད། བཙན་བྱོལ་བོད་གཞུང་དོ་ལ་མདུན་ལ་ཆེ་སྐྱོ་དེ་ནང་ལོག་ནས་མི་དེ་ཚོ་ཚང་མ་ལོ་བྲོ་སོང་སྟངས་ནི་སོ་སོ་སོ་གཙུག་ལག་ཁང་མཇལ་ཡ་དང་དེ་ཚོ་སོ་སོའི་གི་མ་བྱོན་ར་བ་ཨ་ནི་གནས་བྱས་འགྲོ་ཡ་གི་དཔེ་ཤ་དེ་མེད་ཨ་ནི་ས་སྐྱབས་ནི་ཕ་ཆ་དཔེ་ཤ་བཏང་དུས་བཏང་དུས་ཟམ་པ་ལ་ནི་འཇུག་ཐོམ་ཐོམ་ཐོམ་བྱས་ནས་བྱས་ཙང། དགྲ་བོ་དར་ནག་ཁོང་དྲན། དང་བླངས་ཤ་ཁ་མི་མང་ལས་དེ་མིང་དེ་འོ་འདི་བྱས་ནས་ཐོབ་པ་རེད་བཞོན་པ། ད་དེ་ནང་བཞིན་ད་ལྟ་དབུས་གཙང་གི། ཞྭ་ར་ཚོགས་ཆེན་ལས་དེ་ལས་གཅིག་ཁྱེད་ཚོ་བཞོན་གི། ཁ་ཤས་དེ་འདྲས་སྐད་བཏང་ཡོད་སྲིད་གི་རེད། ཨ་ནི་ད་ལྟ་སྤྱི་འཐུས་གྲོས་ཚོགས་ནང་ལ་དེ་ངེད་ཀྱི་དབུས་གཙང་གི་སྐྱག་ཕྲུག་ནག་ཕྲུག་དེ་འདྲས་དུ་བ་དྲན་ཚོ་ཨབ་ཕྲུག་དེ་འདྲས་དུ་བ་དེ་ཚོས་སྐད་བཏང་ཡོད་སྲིད་གི་རེད་ཁྱེད་རང་ཚོ། མ་སྤྲོ་ན་ཡག་པོ་ཡོད་རེད་ག་བྱེད་ན་ན་ཁྱེད་རང་ཚོ་རྐུབ་བཀྱག་དེ་ག་ལ་ལས་དེ་ང་རང་གིས་ངོ་ཤེས་པ་གི་ཐོག་ནས་གོ་ཡ་བྱེད་པ་ཡིན་ན་ཁོ་ཚོ་གཞོན་སྐྱེས་རེད་བསམ་ནས་ཅིག་འགྱུར་བ་ཡག་པོ་གཏང་གི་རེད་བསམ་ནས་བསྐྱོད་ཡིན་ད་བསྐྱོད་མེད་ལབ་གི་འདུག་ཨ་ད་ཁྱེད་ཚོ་ད་འདོད་ཞབས་འདྲེན་མང་ཞུས་ཨ་མི་ཚེ་གང་ཚར་འདུག་ཟོ་ནས་ཤི་ཤི་པ་ཏོ་བོད་གཞུང་གཏོར་ཤི་བཏང་ནས་བསྡད་ཡིན་པས་ཨ། སྡུག་བྱས་ནས་དམྱལ་ཁ་སྨྱོ་ཁ་བྱས་ནས་ངོ་ཚ་གི་མི་འདོད་ཡ་ལ་ཡིན་པ། ཁྱེད་ཚོ་དེ་མ་ཤེས་ནས་སྤྱི་འཐུས་གྲོས་ཚོགས་ནང་ངོས་ལ་སྐད་ཆ་བཤད་དུས་ཁོ་རང་ནི་ཁ་ན་ཆུ་མེད་སྐྱོགས་ར་དང་མི་མང་ལ་མིག་དང་མིག་ཐོག་ནས་སྐད་ཆ་བཤད་ཐུག་མ་ཐག་ཨའི་ཏུ་ཨའི་ཁོན་ཏྲེག་བྱས་ནས་བཤད་ཐུག་མ་རེད་ད་ག་པར་བ་ཤུ་གུ་སྡེ་བ་ལ་ལྟ་ནས་ལོས་ལོས་བྱས་ཡ་མ་གཏོགས་ཁྱེད་ཚོ་བརྗོད་ཡ་མི་འདུག་ལ་ཡིན་པ། བྱས་ཙང་ད་ལྟ་བོད་ཁྱིམ་སློབ་གྲྭ་ནས་ཐོན་ནས་ད་ལྟ་བོད་གཞུང་དེ་བ་ལང་ལོ་སླེ་སྐྱོ་དང་བོད་གཞུང་གི་ལས་ཀ་འགྲོ་འདྲི་བྱེད་ཀྱི་ཡོད་ན་ཁྱོད་ཚོ་རང་བཙན་རྩོད་ལེན་བྱེད་དགོས་གོ་རེད་གར་ཕྱིན་ལ་ན་བོད་ཁྱིམ་སློབ་གྲྭ་ལ་ཡས་དེ་ཨ་ནི་རྒྱ་གུང་བྲན་གྱི་བ་ལ་འཇུ་ཡས་ཆེད་དུ་བཟོས་བཞག་གྱོ་མ་རེད་ར་གལ་སྲིད་རྒྱ་གུང་བྲན་བ་ལ་དེ་འདོད་ཡོད་པ་ཡིན་ན་རྒྱ་གར་ལ་གར་ཆག་སྐྱག་པ་ཟ་བ་སླེ་ཡིན་པས་ཨ་སུས་གར་ཕྱིན་ཡོང་གི་ཡོད་ར་བོད་ལ་དེ་བསྟན་ན་འགྲིག་འདུག་ཨ་ནི་རྒྱ་མི་གིས་བོད་འདི་ཟ་དུས་ཙམ་པ་ལ་ཁྱེད་ཚོ་རྟ་རྒྱག་བ་ལ་བསྡད་ཀྱི་ཡིན་རྒྱ་མི་ལ་སྐྱབས་སུ་མཆེའོ་རྒྱ་མི་སྐྱག་པ་ལ་སྐྱབས་སུ་མཆེའོ་ལ་ནི་སྐྱག་པ་དག་ནི་དེ་བསྟན་ན་འགྲིག་འདུག་ཨ་ནི་དེ་བསྡད་ཡོད་མ་རུང་ཨ་ད་ང་འདྲ་བོ་ཅིག་ནས་ང་ཚོས་གི་ཕ་མ་འདྲ་བོ་ཚང་མ་ལ་བོད་ནས་མ་བྲོས་སླད་སྐྱོ་རེད་ཨ་ནི་བྲོས་སླད་ནི་ང་ཚོ་ལ་ང་དང་ཨ་མ་ད་མཐོང་མ་མྱོང་ཆུང་དུས་གང་དྲོ་འགྱོ་རེད་དེ་ནས་ངའི་པ་ལགས་ཀྱིས་ང་ལ་ཁྱེད་རང་རྒྱ་མི་རྐུབ་བདག་གོ་རེད་ད། ཁྱེད་རང་རྒྱ་བ་ལ་བདེ་སྐྱིད་ལ་འདི་འདྲའི་རེད་གོ་ད་ལྟ་མི་ཚེ་ནང་ལོ་ལ་ཚིག་གཅིག་བཤད་མ་མྱོང་ཟེར་བ། ཨ་ནི་ང་རང་གི་ཕ་ལ་ནང་བཞིན་ཕ་མ་གཞན་པ་མང་པོ་བྱས་དེ་འདྲའི་རེད་བསམ་གྱི་འདུག་ཟེར་བ། དེ་ཡིན་དུས་བརྩམས་པ་ལ་བོད་ཁྱིམ་སློབ་གྲྭ་ནས་ཐོན་ཡིན་ལ་ནི་ཨ་ནི་བོད་གཞུང་གི་རྐུབ་བཀྱག་ལ་འཚང་ཁ་བརྒྱབ་བརྗོད་ན་མ་བརྗོད་ན་ལ་ཨ་ནི་པ་ཟུར་དེ་བ་ལ་བལྟས་བལྟས་སུ་ར་སྐྱོ་ཅིག་དང་དེ་ཚོ་ལ་རྔམ་ནི་ཨ་ནི་མི་ཚེ་གང་ཚ། སྐྱག་རྫུན་བཤད་ནས་ཁ་ནས་ཚིག་རེ་རེ་ཐོན་དུས་སྐྱག་པ་ཐོན་བ་དང་གཅིག་པ་འདྲ་བོ་ཞིག་རེད་ཤག། རྒྱ་གར་ནས་སྐད་ཆ་བཤད་སྐྱོར་གྱི་སྐྱག་རྫུན་འདི་གི་དྲི་མ་སྟུག་ཅག་གི་ས་ཡུ་རོབ་དེ་བ་ལ་སླེབས་ཀྱི་འདུག་བཤད་འབའ་བྱས་ཙང། རྗེས་མ་ཡ་མེད་ན་བོད་ཁྱིམ་སློབ་གྲྭ་ནས་ཐོན་ཡིན་མ་ལགས་ཁྱེད་ཚོ་ཞབས་འདྲེ་རེད་བོད་ཁྱིམ་སློབ་གྲྭ་གི་སྟག་སུ་སུའི་གི་དམིགས་ཡུལ་དངོས་གནས་ཇི་ཡོད་ར་བ་དེ་དེ་དང་རྒྱས་ནི་སྤྲོ་གོ་རེད་ར་བ་ད་ལ་བོད་གཞུང་གཏོར་བཤིག་གཏང་གི་ལ་ཡ་ཞིག་འདུག་བ། ཨ་ནི་ཡིས་ཆོལ་ཁ་གསུམ་ནང་ལོགས་ནས་ཆོལ་ཁ་གཅིག་ཞེའུ་ཅིག་ཡིན་མདོག་མདོག་ཡིན་ཆོལ་ཁ་གཅིག་དེ་སྐྱ་བ་ལ་བལྟས་ཀྱིན་ཡིན་ལ་ཁོ་ར་ད་ཁྱེད་ཚོ་དབུས་གཙང་གི་ད་ལྟ་དགྲ་བོ་ད་ན་གུང་བྲན་དང་ན་དབུས་གཙང་གཞོན་སྐྱེས་ལ་ཡ་དེ་ཚོ་ཨ་ཨ་ཁྱེད་ཚོ་ཨ་ནི་ཡིས་ད་རྒྱ་ནག་ལ་ཁྱེད་ཚོ་ཅིག་དགའ་རམ་ས་ལ་དེ་བ་ན་ཅིག་དགྲ་མ་དྲ་ཚོ་གར་ཅིག་འདེད་གྱོད་བཙན་བྱོལ་བོད་གཞུང་ནང་ལོགས་ལས་ཀ་བྱེད་གར་ཅིག་འདེད་གྱོད་ཁྱེད་ཚོ་ད་རྒྱ་ནག་ལ་ལོགས་འགྲོ་ན་འགྲིག་གི་འདུག་ཨ་ཁྱེད་ཚོ། བོད་ལ་བློ་བྲལ་ཡོད་མ་ལྟ། བོད་ཀྱི་བུད་མེད་ཚོ་ལ་ཐག་གོ་བུད་མེད་ས་ཡ་དྲུག་ལ་ཐག་གོ། ཁྱེད་རང་ཚོ་རྒྱ་མི་རྐུབ་དག་གིས་ལག་བར་ཁྱེད་ཚོ་རྒྱ་ནག་ལ་ལོག་འགྲོ་གོ་པེ་ཀེང་ལ་ལོག་རྒྱུ་མ་གཏོགས་ལྷ་ས་དང་ད་ལྟ་དབུས་གཙང་མདོ་སྟོད་མདོ་སྨད་གསུམ་ལ་ལོ་བལ་གྱི་ཐོབ་ཐང་འདི་ཁྱེད་རང་ཚོ་ཁྱེད་ཚོའི་གི་ཁ་ནས་དར་ནག་གི་སྐྱག་པ་དེ་ཚོ་དོད་ནས་ཕྱིན་ནས་ཐོབ་ཐང་དེ་ཚོ་བརླག་ཚར་བ་རེད་ཁྱེད་ཚང་ཁྱེད་ཚོ་ད་ལྟ་དགྲ་བོ་དར་ནག་གུང་བྲན་དང་བླངས་བཞག་ར་མི་མང་གི་ནང་ལོག་ལ་ལས་འགུལ་ལ་མཉམ་ཞུགས་བྱས་ནས་ལས་ཀ་བྱེད་ཀྱི་ཡོད་ན་ཁྱེད་ཚོ་རྐུབ་བཀྱག་ཁར་མོ་ཁར་ཟིན་གྱི་ཡོད་ནའི་དེ་ལ་བསྡད་ཡ་གྱི་ཐོབ་ཐང་ཡོད་མ་རེད་དེ་ནས་མ་བབ་ལ་ཡིན་པ་ཁྱེད་ཚོ་བཀྱག་དཀྲུག་ཁྱེད་ཚོ་དཀོན་མཆོག་གསུམ་ལ་ཡིན་ནང་མི་ནང་ལོག་ལ་ཁྱེད་ཚོ་བཟའ་ཚང་དང་ར་ལ་ཞབས་འདྲེ་ར་དང་བཟའ་ཚང་གཉིས་ཆ་ལོ་ཨ་ནི་ཡིན་ཅིག་ཐ་ན་ཡིན་པ་ཡིན་ན་ཨ་ནི་དུག་དང་དུག་དེ་ཚོ་འདྲེ་དང་འདྲེ་མོ་དེ་ཚོ་མཉམ་དུ་སྦྱར་དེ་ནི་ཁོ་རང་ཚོ་མཐུན་འགྲོ་གོ་ཨ་ནི་བྱེ་མ། སྤུ་གུ་སྐྱེ་དེ་ཚོ་ལས་ཨ་ནི། སྤུ་གུ་ཡི་སྐྱག་པ་དྲོ་ཅིག་ཟོས་ཀྱི་འབད་བརྩོན་བྱེད་ཀྱི་རེད་ར། ད་བཟའ་ཚང་གཅིག་དེ་བསྟན་པ་ལ་དཀའ་ཉེ་ཆེ་བཟའ་ཚང་གཅིག་དེ་ཐ་ན་རུས་སྐྱོག་ཅིག་ཡིན་པ་ཡིན་ན། ཨ་ནི་དེ་ཚོ། དངོས་གནས། མཉམ་འདོགས་ཉེས་ཆད་གཅིག་གནང་ན་ཉེ་ཡ་ལས་གཞན་མེད་ཀྱང་གསར་དང་ཚོར་གསར་བའི་ཡེ་ཤེས་ནོར་བུ་མཁན་ལྟ་བ་མ་ཐོན་པ་དཀོན་མཆོག་ཐ་ན་རུས་སྐྱོག་ཅིག་གི་ཁྲི་ལ་བདེ་བ་དང་ཁོང་ཚོའི་གི་ནག་ཁྲི་སྡིག་ཁྲི། སྐྱག་ཁྲིད་འདི་སོ་སོའི་གི་མི་ཚེ་ནང་ལ་གྱོད་ཡས་ཡང་ག་ཡོད་རེད་ད་དེ་འདྲས་གི་ད་ད་ཟ་ཚང་འདྲོ་འདྲེ་འདུ་བ་དེ་ཚོ་ད་དཀོན་མཆོག་མཁྱེན་ད་ཁྱེད་ཚོ་དམྱལ་བ་རང་ལ་དེ་གོར་ལ་ཡན་པ་བདེན་པ་སྐྱ་ལོ་གི་མི་བདེན་པ་ལ་ག་ཉིད་གི་མི་ཅིག་ཡིན་པ་ཡིན་ན་ད་ད་ད་ནང་རུ་སྐྱོག་གི་ཟ་ཚང་ཆེ་ནི་གཙང་བ་སྙི་ནི་བདེ་ཡས་ཡོད་མ་རེད་དེ་འདྲས་གི་ཅིག་ནང་མི་དེ་ཚོ་རང་ལོ་ལས་སྤྲོ་ཡས་ཡོད་མ་རེད་ད་ཁྱེད་ཚོ་ཅིག་གར་ལོག་གོ་རེད་སྙུས་དང་དེ་འདྲས་ཅིག། དེ་འདྲའི་ཏེས་ལ་རྟོག་སླ་བྱས་ནས་བསྡད་ཡོད་ན་ཁྱེད་ཚོ། ཁྱི་སྤང་རྒྱ་དང་གཅིག་པ་རེད་ཟེར་བ་ག་བ་ལ་ཟ་ཡས་ཏེས་ཟེས་ར་ནས་དེ་བ་ལ་རྒྱུགས་འགྲོ་ཉེས་བྱེད་དུ་ངོ་འདི་རེད་ཞུ་ཡན་པ་ད་ད་ད་སྐད་ཆ་དེ་ལ་སྡོམ་ཚིག་རྒྱག་པ་ཡིན་ན་ད་ད་ག་རམ་ས་ལ་ལ་ད་ད་པོར་ཏོ་པོར་ཀན་པོ་ཅཱ་ཡ་བསྟན་འཛིན Boston གི་ས་རྒྱ་ནས Boston མི་མང་གི་ཞབས་འདྲེན་ཞུ་ཉེས་ཅིག་ད་རམ་ཟི་ལ་ལ་སླེབས་འདུག་བ་བོ་འདི་དང་འདྲ་བའི་གི་པོར་རྒན་ཤི་ཀ་ལ་མོ་ལ་ཁ་ཚ་མ་ཚོ་མ་ས་ཉེ་གི་པོར་རྒན་གཞན་པ་དེ་ཚོ་བྱེད་པོ་ད་བ་ཚེ་རིང་དང་ཆེ་ར་བ་ཨ་འདི་གི་རྒྱབ་སྐྱོ་བྱེད་ཉེ་གི་ད་འདྲ་ཚེ་ཏན་ནག་རི་ལ་སོག་པའི་གི་ད་ཅིག་བེད་པ་ཡིད་ལ་མ་ཡིད་ལ་གི་གཞན་པ་དེ་འདྲ་ཡོ་རེ་དེ་ནས་ཨ་འདྲ། France ལ་དེ་ཉིད་ཀྱི་སྤྱི་པའི་རྐུབ། མུན་སྐོར་གྱི་ཞབས་འདྲེན་རྐུབ་དེ་ཚོ་མེ་སྒྱོགས་ཀྱི་རྨོར་དུ་བསྟན་ཡ་ལ་སོགས་པའི་གི་ད་ལྟ་རྒྱག་གི་རྒྱུག་གི་སྤང་གི་ན་གི་མང་པོ་ཅིག་འདུག་དེ་འཇུས་ཀྱི་ལས་རྒྱུ་དེ་གཅིག་པ་གཅིག་ཀྱང་རེད། ད་དེ་འཇུས་ཀྱི་ལས་རྒྱུ་དེ་གཅིག་པར་ལ་དུས་ད་ལྟ་ཀྲའུ་ཐ་ན་གུང་ཁྲན་ཤ་ར་མི་དམངས་ཀྱི་སྐད་འབོད་རྒྱག་ཡ་གི་ལས་རྒྱུ་བོད་གཞུང་གཏོར་བཤིག་བཏང་ཡ་དང་ཨ་ནི་བཙན་བྱོལ་བོད་གཞུང་གཏོར་བཤིག་བཏང་ཡ་གཅིག་བྱས་བོད་ཀྱི་ཆོས་ཀྱི་གཏོར་བཤིག་བཏང་ཡས་ཀྱི་ལས་ཀ་བྱེད་ཞོ་ཆོས་ཀྱི་སྤྱི་ཏི་མོ་གོ་ལ་ཡས་དེ་མཛོད་ཀྱི་པ་ཏི་ཏི་དེ་ཚོ་མི་གཅིག་རེད་ར་བ་ཨ་ནི་དེ་ཡི་གི་གང་ལ་དེང་སང་ད་ད་གང་ལ་མི་མ་ཡིན་ན་ཅིག་ལ་ནི་དོན་ཡ་དེ་ཨ་ནི་ཡི་དགྲ་བོ་ཐ་ན་ཁོང་དེ་ཤ་ར་མི་མ་གི་མིང་གསར་བ་ལྟ་ཀྱོ་ཅིག་རེད་ར་བ་བྱས་ཙང་དེ་ཉིད་ནི་པ་ཏི་གཅིག་རེད་ས་མིང་གསར་བ་གསར་བ་ལྟ་ནི་ཚོགས་པ་ལོ་ག་ཡིན་དོ་ད་ཆོས་ར་མ་ཤི་ཚོགས་པ་གཅིག་རེད་ཚོགས་པ་གཅིག་གི་མིང་ད་དེ་ནས་ཕྱིན་གར་རེད་དགྲ་བོ་ཐ་ན་ཁོང་དྲན་དང་ལ་ཤ་ཀ་མེད་མ་ལས་དེ་རེད་ར་བྱས་ཙང་ད་ལྟ་ཟུར་ཟུར་ལ་པིགས་པིགས་བསླངས་བསླངས་བྱས་ནི་མ་འདྲ་མ་འདྲ་ཡིན་དོ་དོ་བྱེད་ག་མ་བྱེད་ག་བྱེད་ན་མ་གཏོགས་ཁོང་ཚོ་ཚང་མ་ལོ་འདྲ་བོ། རྒྱ་ནག་གི་རྒྱག་གི་རྒྱུག་གི་སྤང་གི་སྤྱི་པའི་རྐུབ་བཀྱག་ཚ་ར་བཀྱག་ནག་དེ་ཚོ་རྐྱང་རྐྱང་རེད་ལ་ཡིན་པ། བྱས་ཙང་ད་ལྟ་མི་མང་མགོ་མ་ཚོས་ནི་དེ་ཚོ་རང་གི་ཆེད་དུ་ཞུས་ཀྱི་ཡོད། ཨ་ནི།

ཀ་ན་ཀྲ་གི་ཁལ་ཀ་རི་ལ་འགོ་བཙུད་བཞག་དེའི་ནང་ལོགས་ལ་ལས་ཀ་བྱེད་ཉེས་ཀྱི་ད་ལྟ་ཅིག་ད་ནང་རྐུབ་བཏགས་ཉེས་དེ་ཚོ་ཁྱེད་ཚོས་ཀྱི་ཞབས་འདྲེ་རེད་ཟེར་བ་ཀ་ན་ཀྲ་ལ་བོད་པ་མང་པོ་བྱོལ་ག་ཚོད་སོང་གི་འདུག་ད་ལ་གཅིག་སྟོང་ལྷག་བྱོལ་སོང་གི་འདུག་གཅིག་སྟོང་ཉིས་བརྒྱ་ཟེར་བ་ག་ཚོད་རེད་ཅིག་ང་དེ་དེ་ཚོ་དེ་ཚོའི་ཀྱི་ནང་ལོགས་ནས་ད་སྐྱག་ཕྲུག་སྐྱག་ཁེ་དེ་ཚོ་ཁ་ཤས་ཅིག་གི་ཨ་ནི་ཁྲིམས་དེ་འདྲའི་བཟོས་ནས་ད་ཅོ་སྤེན་ཚེ་ཀླད་སྐྱོག་གི་ཚོགས་འདུ་དེ་ལ། མི་སྤྲོ་རྒྱ་མ་འཆོར་བ། དེ་འདྲའི་བཟོས་ནི་ད་ད་ལྟ་ང་རང་ཚོའི་སྐྱ་ན་དགྲ་ལ་དེ་ཉིད་ཀྱི་སྐར་མ་བློ་གྲོས་གཡུ་སྤྲུལ་པ་ཁོ་རང་ལ་མི་སྤྲོ་རྒྱ་བས་རག་མི་འདུག་གཞོན་ཡིན་པར་ད་དུང་སུ་རྒྱ་བས་རག་མི་འདུག། ཨ་ནི་རྒྱུ་མཚན་དེ་གར་རེད་ལ་དུས་བརྩམས་པ་ལ་ཨ་ནི་ཁོང་ཚོས་ཀྱི་ཁྱེད་རང་ཚོ་པར་རྒྱལ་དང་དེ་ཚོ་སྟོང་པ་བདུན་བདུན་ལ་རྒྱག་གི་འདུག་དང་དེ་འདྲའི་ད Privacy གི་སྐོར་ལ་སྐད་ཆ་སྒྲོག་ཅིག་ཤེས་ཀྱི་འདུག་ད་ངེད་ཀྱིས་འཛམ་བུ་གླིང་རྒྱལ་ཡོངས་ཀྱི་ཁྲིམས་ཅིག་བཤད་པ་ཡིན་ན་རེ་བ། སོ་སོའི་གིས་མི་འཛོམས་ས། མི་འཛོམས་ས་དེ་ལ་མི་གསུམ་ལས་ལྷག་ག་གིས་འཛོམས་ས་གིས Group གཅིག་ནང་ལོགས་ཡིན་ནས་ག་བ་ཡིན་ནས་ས་དག་གི་ལས་ཡིན་ནས་ཕྱི་ལོགས་ནང་ལོགས་ག་བ་ཡིན་པ་ཡིན་ནས་དེ་ལ་ཡོད་པ་ཡིན་ན་སོ་སོའི་གིས་ག་བ་ལ་པར་རྒྱབ་ནས་འབྲི་དགོས་རེད་ག་བ་ལ་བི་ཀྲོ་བཟོས་ནས་འབྲི་གོ་རེད་སྟིག་འཛམ་བུ་གླིང་གི་ཁྲིམས་དེར་ལྟ། དགྲ་བོ་དར་ནག་གུང་ཁྲན་དང་ལ་ཞྭ་ར་དང་ལ་ཞྭ་ར་མི་མང་དེ་ཚོ་དངོས་གནས་ཁོ་ར་ཁོ་ཚོ་བྱས་ཙང་ངའི་ལ་བེ་དེ་རེད། ཤེས་བྱ་ཡོན་ཏན་ཡོད་མ་རེད་ལྐུག་པ་རེད་སྐྱག་ལྤྲོ་རེད་ལས་འོན་དེར་ལྟ་འཛམ་བུ་གླིང་གི་ཁྲིམས་དེ་ཤེས་མགོ་མ་རེད། ཨ་ནི་སྐྱག་གུང་ཁྲན་གྱིས་ཁོ་རང་ཚོས་ཀྱི་གསང་བ་གྱི་ལས་འགུལ་ཅིག་བྱེད་དེ་བརྗོད་ར་དེ་ཚོའི་ནང་ལོག་ལ་བྱེད་ཀྱི་ལྟ་གོམས་གཤིས་ངན་པ་དེ་ལྟ་དཔེ་གོ་བསམ་ནི

ལག་ལེན་བསྟར་མ་ཐུབ་པ་ལས་ཀྱི་དུ་བ་ཆེ་ཙང་གཞན་པ་ལ་པར་བརྒྱབ་ཆོག་གི་མེད་བིད་ཀྲོ་བརྒྱབ་ཆོག་གི་མེད་ལབ་པ་ཡིན་ན Privacy སྐོར་ལ་ཤེས་ཀྱི་ཡོད་ན་སུ་སུས་ཀྱིས་པར་དང་བིད་ཀྲོ་བརྒྱབ་ཆོག་ཡ་དེ་ཚོ་ནི་ཐོབ་ཐང་དེ་སུས་ཀྱིས་སྤྲད་སོགས་ཁྱེད་ཚོ་ས་སྐྱ་སུ་བས་ལས་ཡིན་པ་ད་གལ་སྲིད་ཁོང་ཚོས་ཀྱིས་ད་ལྟ་ལས་འགུལ་དེ་ལ་གོ་སྒྲིག་བྱེད་ཉེས་ཀྱི་ཨ་ནེ་ཡིས་མི་དེ་ཚོ་པར་རྒྱབ་ཉེས་དེ་ཚོས་ཀྱི་ངོ་དེབ་ནང་ལ་བཏོན་པ་ཡིན་ནི་རེད་ད་ལྟ་ཅོ་སྤེན་ཚེ་ལས་རྒྱུགས་ཀྱི་དྲི་བ་དྲིས་ལན་གཏང་རྒྱུ་དང་དེ་ཚོ་ངོ་དེབ་ནང་ལ་སླེབས་པ་ཡིན་ནི་བཏོན་པ་ཡིན་ནི་རེད་ཡུ་ཏུབ་དང་ཨིན་སར་ཀམ་དང་ག་བ་ལ་བཏོན་པ་ཡིན་ནི་ཁྱེད་ཚོ་ཁྲིམས་འགལ་ཆག་གོ་རེད་ག་རེ་བྱས་ནི་ལ་ཡིན་ན་ཁྱེད་རང་ཚོས་ཀྱི་མི་མང་སླེབས་རྒྱུགས་དེ་ཚོ་ལ་པར་རྒྱབ་ཆོག་མ་རེད་བིད་འགྲོ་རྒྱབ་ཆོག་མ་རེད་ལབ་བར་བ་བྱས་ཙང་ད་ལྟ་ཨ་ཁྱེད་རང་ཚོས་ཀྱི་བི་ཀྲོ་དང་པར་གལ་སྲིད་བཟོས་ཡོད་ན་ཁྱེད་ཚོ་ནང་ནང་ལོག་ལ་ནི་ཉེ་ག་ལ་མོ་ལ་ཡིན་ནའི་རེད་བསང་ཆུའི་ནང་ལ་ཡིན་ནའི་རེད་ཁྱེད་རང་ཚོ་འདུག་བྱེད་ནི་འཇབ་ནི་རྐུབ་མ་ཐུགས་ཁ་མ་ཐུགས་བྱེད་ནི་ལྟ་ནི་བལྟས་རོ་ཨ་ཡིན་ནའི་དྲ་རྒྱ་ནང་བཀྲམ་ཆོག་གོ་མ་རེད་ལ་ཡིན་པ་ག་ཅིག་ལ་ན་མི་མང་ལ་བི་ཀྲོ་རྒྱ་བལ་དང་པར་རྒྱ་བལ་གྱི་ཐོབ་ཐང་དེ་སྐྱེ་མི་འདུག་ལ་ཡིན་ར་འོ་འདི་གི་ཨ་ནི་ད་ལྟ་རྒྱ་ནག་དྲ་གི། སྐད་ཆ་དེའི་གནས་ཚུལ་གསལ་བོ་ཟ་རྒྱ་འདི་འདི་རེད། ད་ངེད་ཀྱིས་བསམ་བློ་གཅིག་བཏང་པ་ཡིན་པ། ཨ་ནི་བསམ་བློ་གཅིག་བཏང་ནས། ཁ་ཚན་དུ་བ་ལ་ཁར་གསར། ཀྲོ་རོང་ཀྲོ་ལ་ཅོ་སྤེན་ཚེ་དེའི་སླད་དུས་ཙམ་པ་ལ་དེ་ལ། ད་ལྟ་དྲི་བ་བསྐྱུར་དུས་ཙམ་པ་ལ་ཨ་ནི་དྲི་བ་ལ་ཅོ་སྤེན་ཚེ་གིས་ལན་རྒྱ་ཡས་མེད་ལན་རྒྱབ་གཉིས་མ་འཕྲོག་བྱས་ནས་ཨ་ནི་ཁྱོད་ཀྱིས་ག་རེ་ལ་ཡོད་རེད། ཨ་ནི། རྒྱ་གར་དུ་བ་ལ་རྗེ་བུ་རོ་མ་དང་གླང་ཆེན་གྱི་སྐོར་ལ་སྐད་ཆ་དེ་འདྲ་བཤད་དེ་འདི་འདྲའི་འབྲེལ་བ་འདྲི་འདྲི་ཅིག་ཅིག་མང་པོ་བྱེད་ན་ད་དྲི་བ་ལ་ལན་རྒྱག་ཐུབ་གོ་མ་རེད་བུ་རོ་མ་དང་གླང་ཆེན་སྐོར་ལ་ཤེས་སྐོར་དང་སྐྱག་ནག་སྐོར་ལ་མ་བཤད་ན་འོས་རེད་ར་འོན་ཏེ་དེ་ཤེས་སྐོར་ད་ཐ་ན་བསམ་བློ་བཏང་དུས་བསམ་པ་ལ་གཅིག་བྱས་ན་གོ་སྒྲིག་ཚོགས་ཆེན་དེ་གི་ཚོགས་ཆུང་དེ་གི་ག་རེ་བསམ་ཡིན་ན་ད་ང་ཚོའི་གི་སྐད་བཏང་ཡ་ཁོ་ནི་ད་རྐུབ་བཀྱག་དེ་ལ་གལ་ཆེན་པོ་བཙལ་ནས་སྐད་བཏང་ཡིན་སྲིད་མི་ལ་ལྟ་སྐད་བཏང་མ་བཏང་ད་ཆོས་ལྟ་མི་འདུག་ཡིན་ནའི་རྐུབ་བཀྱག་དེ་ལ་གུས་ཞབས་བྱས་ནས་སྐད་བཏང་ཡིན་བསམ་ངེས་ཀྱི་ད་གོ་སྒྲིག་ཚོགས་ཆུང་འདི་ཚོས་ཀྱི་རྒྱུ་ལས་འདི་ཚོས་ཀྱི་ད་ད་ལྟ་དྲི་བ་དྲི་ལན་བཏང་ཡས་ལ་གོ་སྐབས་སྤྲད་བ་ཡིན་ན་ཨ་ནི་ཀྲོ་ཀྲོན་ཀྲོ་ལ་ཅིག་འབུ་གྲོག་མ་དང་གླང་ཆེན་གྱི་ཐོག་ལ་སྐད་ཆ་བཤད་བ་ནང་བཞིན་ཨ་ནི་ཁལ་ཀ་རི་ལས་ཅོ་སྤེན་ཚེ་སྲིད་སྐྱོང་གི་མིང་གི་ཐོག་ནས་བོད་མི་དམངས་ཀྱི་ཞབས་འདྲེན་ཞུ་གི་རེད་བསམ་ནི་ཨ་ནི་ཅིག་དྲི་བ་དྲི་ལན་བཏང་སྐྱོ་དང་འདི་ཚོས་ཀྱི། མི་འགྲོ་རྒྱ་མ་ཆོས་འདི་སུའི་ཡིན་སྲིད་བ་ཅི་རེད་འདི་ང་རང་གི་བསམ་ཚུལ་འདྲ་བོ་ཅིག་ཡིན་རང་ཨ་ནི་ད་རིང་ལྟ་དེ་འདྲ་འདྲ་བོ་ཅིག་ཡིན་ང་རང་གི་ཧ་གོ་ས་ལ་རང་ཨ་ནི་ཁ་ཚང་དེ་བ་ལ་ང་རང་ཚོས་ཀྱི་བདེན་པ་རྒྱ་ལུགས་ཀྱི་སྤྱི་འཐུས་རྣམ་པ་ཨ་འདི་ནང་ལོག་ནས་དམིགས་བསལ་གྱི་ཆོས་རྒྱུད་སྤྱི་འཐུས་རྣམ་པ་ཨ་ནི་སྐོར་སྐྱོད་ལ་ཆོས་རྒྱུད་ནང་ཡོད་ཀྱི་མི་འགྲོ་དང་པར་དེ་འདྲའི་མང་པོ་བྱེད་ཡག་འདུག་མུ་ནས་སོམས་སེམས་པ་གཏིང་ནས་རྗེས་སུ་ཡི་རངས་བྱེད་ཀྱི་ཡོད། ཨ་ནི་བོད་མ་བོད་མི་ས་ཡ་དྲུག་ནང་ལོགས་ནས་ཨ་ནི་དགྲ་བོ་དར་ནག་གུང་བྲན་དང་ལང་ཞྭ་ར་མི་མང་དེ་ཚོ་མ་དཔེ་བས་ཀྱི་ཨ་ནི་མི་མང་བོད་པ་ལྷག་མ་ཚང་མའི་ཀྱི་ཚབ་ཞུས་ནས་ཨ་ནི་ཁྱེད་རྣམ་པ་ཚང་མ་ནོར་ལ་ཨ་ནི་རྗེས་སུ་ཡི་རངས་བྱེད་ཡ་དང་ཨ་ནི་བཀའ་དྲིན་ཆེ་ཐུགས་རྗེ་ཆེ་སེ་སེམས་ཤུགས་ནམ་ཡང་མ་ཆག་རོ་ནང་སེམས་ཆུ་ཆག་ཡས་མ་རེད་སྟི་ཀམ་སྐྱི་ཡིད་ཆེས་ཡོད་སྟི་ཀམ་སྐྱི་རྒྱབ་སྐྱོར་ཡོད་རེད་བ

ནང་རོགས་ནང་ཞུས་ཡིན་ར་ནི་ང་ཚོ་རང་བཙན་རྒྱོ་པོ་ཐོ་བས་ཀྱི་བཀྲ་ཤིས་སྨོན་ལམ་ཡོད་ངས་བཀྲ་ཤིས་སྨོན་ལམ་ཞུ་རྒྱོ་ག་ཅི་ལ་ན་ད་ལྟ་ང་ཚོའི་གི་རྒྱལ་ཁབ་ཅིག་གི་སྐད་ཆ་བཤད་དུས་ཙམ་པ་ལ་དེ་ནང་ལོགས་ལ་ཨ་ནི་ཅིག་རྒྱོག་པོ་ལ་དུས་ཙམ་པ་ལ་ཅིག་ལོ་ཉི་མ་གཅིག་གཉིས་ཀྱི་སྐད་ཆ་མ་རེད་ཨ་ནི་ཧབ་ཏ་གཅིག་གཉིས་ཀྱི་སྐད་ཆ་མ་རེད

སྔོན་ནས་དེ་ནས་དམིགས་བསལ་གྱི་ཆོས་ཀྱི་སྤྱི་འདུས་རྣམ་པ། ཁྱེད་རྣམ་པ་ཚང་མ་ལ་ང་རང་ཚོས་ཀྱི་བོད་རྒྱལ་ཁབ་ཀྱི་དཔའ་བོ་དང་དཔའ་མོ་ཆགས་ཀྱི་ཡོད་བྱས་ཙང་རྒྱབ་སྐྱོར་མཐའ་གཅིག་ཏུ་ཡོད་ཤོད་ར། རྗེས་མ་གི་རང་བཙན་ཚོགས་ཆེན་དེ་ཐང་རྒྱལ་བ་དེ་ཐེངས་རྒྱལ་བ་དེ Australia ལ་འཚོ་ཡ་ར། འདི་འཚོ་ཡ་ལ་ནི་སྤྱི་འཐུས་ད་འདོད་མ་ང་ཕེབས་ཐུབ་བའི་གི་སྨོན་ལམ་ཡོད་གཞོན་ཁ་ཅན་གྱིས་རང་བཙན་ཚོགས་ཆེན་བདུན་པ་དེ་ལ་སྤྱི་འཐུས་ཁ་ཤས་ཅིག་ཕེབས་མ་ཐུབ་ཡས་དེ་ད་ལྟ་བི་ཟ་དུས་ཚོད་ལ་མ་ཐོན་པ་དང་དེ་འབྲེལ་གྱི་བར་ཆད་ཆུང་ཆུང་དེ་འདྲའི་ཤོར་ནས་ཨ་ནི་ཡིས་ཕེབས་ཐུབ་ཡོད་མ་རེད་ཟེར་ནས་ཕེབས་འདོད་ཡོད་པ་མང་པོ་ཅིག་བྱུང་ཡོད་རེད་གཞོན་པ་ཨ་ནི་ཨོ་སི་ཁྲེ་ལི་ཡ་ལ་དེ་ལ་མ་ང་གིས་ཕེབས་ཐུབ་ཡོད་ཀྱི་རེ་བ་ཞུ་གི་ཡོད་སྨོན་ལམ་ཞུ་ཡི་ཡོད་འོན་ཏེ་གཞོན་ཡིན་ལགས་སོ། ལ་འོ་ཨ་ནི་རྣམ་པ་ཚོ་ཚང་མ་ལོ་ལ་གོ་ནས་བཀྲ་ཤིས་བདེ་ལེགས། བོད་རྒྱ་ལོ། བོད་རང་བཙན་རྒྱ་ལོ། བདེན་པ་རྒྱ་ལོ། ཆོས་རྒྱུད་སྤྱི་འཐུས་རྒྱ་ལོ། བདེན་པ་གྱི་སྤྱི་འཐུས་རྣམ་པ་ཚང་མ་ལོ་རྒྱ་ལོ། བོད་རང་བཙན་རྒྱ་ལོ། ཨ་ནི་ག་ནས་ཟེར་གྱི་ཡོད་ནས

ག་ནས་ཞིག་ཡོད་ནས་སྙིང་ཐག་པ་ནས་བཀྲ་ཤིས་ལ་ཡོད་ས་ནི་སྙིང་སྟོབས་རྩ་བ་ཉིད་ནས་བླ་མ་ནག་པོ་ནང་བཞོན་པ་ལ་སོགས་ཨང་འཚམས་བྱ་ཡི་ཡིན། བོད་སྐྱ་ལོ།